བཀའ་ཤག་བཀའ་འབྲེལ་ཐོག་ལ་ཡང་བཀའ་རྙིང་དང་བོད་མིའི་སྒྲིག་འཛུགས་ཀྱི་བཀའ་རྙིང་གདོང་ལེན་ཚུགས་ཆུང་ཟེར་ཉེ་བའི་ཆར་བཙུགས་གནང་བ་རེད། ཨ་ནི་གི་རྣམ་པ་ཚོ་མང་ཤེས་མཁྱེན་བཞིན་པ་རེད་ཉེ་ཆར་ཉེ་བའི་ཆར་ལ་ད་ནི་ཨོ་སྟྲེ་ལི་ཡའི་ནང་ལ་ཡང་བོད་མི་ད་མིང་ལ་སེང་གེ་ཟེར་གི་འདུག་རེད་བ་ཨ་ནི་དྲ་མིང་ལས་གངས་སེང་ཟེར་ངེས་ཅི་གི་ད་གོང་ས་མཆོག་ལ་ཡང་འཚེ་མེད་ཞུས་པ་དང་འཚེ་མེད་ཞུས་པ་ཙམ་དུ་མ་ཟད་ཨ་ནི་སྐུ་བཅར་ལ་ཡང་ཅིག་འགལ་ལོ་མེད་པའི་རྐྱེན་ཨ་ནི་བཀའ་མོལ་མང་པོ་ཅིག་བྱེད་ཅིང་དང་སྤྱི་ཚོགས་དྲ་རྒྱའི་ནང་ལ་ཡོངས་ཁྱབ་ཏུ་དྲམ་བདེ་བའི་གནས་ཚུལ་ཡིན་འདུག་ག་ལ་ཡ་ཨ་ནི་ང་ཚོ་དེ་ཀ་ཉེན་གདོང་ལེན་ཚོགས་ཆུང་གི་ཚོགས་གཙོ་བདེ་སྲུང་བཀའ་བློན་ཀུན་རྒྱལ་སྒྲོལ་མ་མཆོག་ཨ་ནི་དག་ནང་བཞིན་ཚོགས་མི་ཀུན་ལ་ཡ་ནང་སྲིད་དྲུང་ཆེ་མཆོག་ཨ་ནི་དག་ནང་བཞིན་བདེ་སྲུང་དྲུང་ཆེ་དེ་རིང་ལས་ཀ་ཇི་བྱས་ནས་ཚུར་ཕེབས་ཐུབ་མ་སོང་དེ་བཅར་ཐུབ་མ་སོང་ཨ་ནི་དེ་ང་བྱས་ཨ་ནི་དེ་མཉམ་འགྲོ་ལ་ཡང་ང་ཚོ་དེ་ཕྱི་དྲིལ་གྱི་ད་ལྟ་དྲིལ་བསྒྲགས་དྲུང་འཕར་ཅིག་ང་ཚོ་ཡོད་ཨ་ནི་དེ་རིང་རྣམ་པ་ཚོ་དེ་ཕེབས་རོགས་ཞུ་ཡ་དེ་ང་ཚོ་དེ་བོད་མིའི་སྒྲིག་འཛུགས་ཀྱི་བཀའ་རྙིང་རྡོག་འདྲིལ་ཚོགས་ཆུང་གིས་ད་ལྟ་ང་ཚོ་གསར་འགོད་གསལ་བསྒྲགས་ཅིག་མ་ཞུ་ཡ་ཡོད། བོད་མིའི་སྒྲིག་འཛུགས་ཀྱི་ཡོངས་ཁྱབ་གཞེན་སྐུལ། ཉེ་ལམ་སྤྱི་ཚོགས་དྲ་ལམ་ཁག་གི་ནང། ཨོ་སི་ཀྲི་ལི་ཡའི་ནང་གནས་སྡོད་བྱེད་མཁན་བོད་མི་སེང་གེ་ཟེར་བ་ཞིག་གིས། བོད་མིའི་སྤྱི་ཚོགས་ཁྲུའུ་བཞིའི་གཏམ་འཆལ་འདྲ་མིན་སྤེལ་བཞིན་པ་མ་ཟད། ལྷག་པར་དུ་གཞིས་བྱེས་བོད་མི་ཡོངས་ཀྱིས་འདི་ཕྱིའི་མགོན་སྐྱབས་དང་མཚོན་རྟགས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུལ་ཆ་དང་འབྲེལ་བའི་སྐད་ཆ་ཚབས་ཆེན་བཤད་འདུག་པ་དེས། མགོན་པོ་མཆོག་ལ་རེ་བའི་མིག་འབུར་གཏོད་མཁན་གཞིས་བྱེས་བོད་མི་དང། བདེན་གཏམ་གཡོ་བ་མེད་པ་མེད་པའི་རྗེས་སུ་འཇུག་པ་ཚོར་སེམས་འཚབ་ཆེན་པོ་བཟོས་ཡོད། སེང་གེ་སེར་པོ་དེའི་དྲ་མིང་ལ་གངས་སེང་དང་ཆོས་མིང་ལ་བློ་བཟང་རྒྱ་མཚོ་འབོད་ཀྱི་ཡོད་འདུག་པ་དང། ཕྱི་ལོ་ཉིས་སྟོང་ལོར་རྒྱ་གར་དུ་འབྱོར་རྗེས་ཕྱི་ལོ་ཉིས་སྟོང་བདུན་ལོར་བོད་མིའི་སྒྲིག་འཛུགས་ཀྱི་ཨོ་གླིང་གཞིས་སྤོས་ལས་གཞིའི་ཁོངས་ཨོསྟྲེ་ལི་ཡར་འགྲོ་རྒྱུའི་གོ་སྐབས་ཐོབ་འདུག་ཁོ་བོ་ཁོ་བོས་ལོ་ཤས་གོང་ནས་གོང་ས་མཆོག་དང་བོད་མིའི་སྒྲིག་འཛུགས་ལ་འཚེ་མེད་བྱེད་འགོ་ཚུགས་པ་དང་ཚུགས་ཡོད་པ་དང། སྤུན་མཆེད་དང་ཉེ་འབྲེལ་ཚོས་ལམ་ལྷོང་ལྡོག་ཤེས་ཡོང་བའི་གོ་སྐོན་སློབ་གསོ་བྱེད་ཆེད་ལ་ཉན་འཇོག་མི་བྱེད་མཁན་ཞིག་རེད་འདུག་གཏམ་བརྗོད་དེ་དེ་རིགས་ནི་ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་གང་ཞིག་ལ་འབྲེལ་བ་བཏང་མིན་ལ་མ་ལྟོས་པར། ལམ་གོལ་དུ་ཕྱིན་པའི་ཚང་རྟགས་དམར་རྗེན་དུ་ཐོན་པ་ཞིག་ཡིན་པ་མ་ཟད། ནག་ཉེས་ཀྱི་ཁྲིམས་འགལ་ལ་ངན་སྐུལ་དང་སྡིག་སྐུལ་བྱས་པ་ཞིག་ཀྱང་ཡིན་པས། བོད་མིའི་སྒྲིག་འཛུགས་ནས་ངན་སྤྱོད་དེ་རིགས་སྤེལ་མཁན་གང་ན་སུ་ཡོད་ལ་གདོང་ལེན་བྱ་རྒྱུའི་ལངས་ཕྱོགས་གཞིར་བཟུང་དགོས་ངེས་ཀྱི་གདོང་ལེན་བྱ་རྒྱུ་ཡིན་ལགས་ན། རྒྱ་ཆེའི་མང་ཚོགས་ཀྱིས། རྒྱ་ཆེའི་མང་ཚོགས་ཀྱི་ངོས་ནས་མི་དེ་ལྟ་བུའི་དཀྲོག་གཏམ། དཀྲུག་ཤིང་གིས་སྤྱི་ཚོགས་ནང་ཟིང་སློང་བཟོ་རྒྱུའི་དམིགས་འདུན་མི་འགྲུབ་པ་བཟོ་ཆེད། གཞི་མེད་གཏམ་འཆལ་དེའི་རིགས་ལ་ལྟ་ཉན་མི་བྱེད་པ་མ་ཟད། སྤྱི་ཚོགས། དྲ་རྒྱའི། ཚོགས་པའམ་ཚོགས་སྒེར་གང་དུའང་དཔེ་འཇོག་མི་བྱེད་པ་དང་བརྒྱུད་སྐུར་མི་བྱེད་པ་དགོས་ཤིང། དོ་བདག་དང་མཉམ་དུ་སྤྱི་ཚོགས་དྲ་ཚོམས་གཅིག་ཏུ་མཉམ་གནས་བྱེད་མཁན་ཚོས་ཀྱང་བསམ་ཞིབ་ནན་ཏན་དགོས་པའི་གཞེན་སྐུལ་ཞུ་རྒྱུ་བཅས། བོད་མིའི་སྒྲིག་འཛུགས་བཀའ་ཉན་གདོང་ལེན་ཚོགས་ཆུང་ནས་ཉིས་སྟོང་ཉིས་བརྩེ་བཞི་ཟླ་བ་དགུ་པའི་ཚེས་ཉིན་བརྩེ་བཞི་ལ་ཕྱིར་འདི་ང་ཚོ་དེ་ཡོངས་ཁྱབ་ཀྱི་ད་ལྟ་གཞེན་སྐུལ་གསལ་བསྒྲགས་འདི་བསྡུར་ཟིན་ཨ་འདི་རྣམ་པ་ཚོ་གི་སོ་སོའི་བརྒྱུད་ལམ་བརྒྱུད་བྱེད་བྱེད་ནས་གང་མང་ཅིག་ཨ་ནི་མང་ཚོགས་ལ་ཡ་འགྲེམས་པའི་གནང་རོགས་བྱེད་བརྒྱུད་སྐུལ་གནང་རོགས་བྱེད་གཙོ་བོ་དེ་ང་ཚོ་མང་ཚོགས་ལ་ཡ་འདི་གཞེན་སྐུལ་རང་ཡིན།